ངའི་མིང་ལ་དབང་ཆེན་སྟོབས་རྒྱལ་ཡིན་ད་ལྟ་སྦེང་ལོར་བོད་ཀྱི་ཁྲིམས་ལུགས་རིག་པའི་ཚོགས་པའི་ཚོགས་མི་ཡིན། དེ་རིང་གི་སྐད་བཤད་ཀྱི་བརྗོད་གཞི་གཙོ་བོ་དེ་ག་ལེ་ན་ང་ཚོའི་བཙན་བྱོལ་བོད་མིའི་བཅའ་ཁྲིམས། ལེའུ་གཉིས་པ་ནང་འཁོད་པའི་གལ་ནི་གཞི་རྩའི་ཐོབ་ཐང་དང་ལས་འགན་ཐོག་ལ་ཡང་འགྲེལ་བརྗོད་ཞུ་ཡ་ཡིན། བྱས་ཙང་ང་ཚོའི་གཞི་རྩའི་ཐོབ་ཐང་དང་ལས་འགན་དེ་ང་ཚོའི་བཅའ་ཁྲིམས་རིན་པོ་ཆེ་གི་དོན་ཚན་དགུ་བ་ནས་བཅས་བཅུ་བཞི་བར་ལ་ཡང་དུས་སུ་འགྲེལ་བརྗོད་ཞུ་ཡོད་རེད། ད་དོན་ཚན་དགུ་བ་དེ་ག་རེ་ལ་བས་ན་ཁྲིམས་ཀྱི་བསྡུར་ཚ་འདྲ་མཉམ་ཡིན་རུང། ང་ཚོའི་བུ་བུ་མོ་སུ་འདྲ་ཞིག་ཡིན་རུང། རིགས་རུས་དང་སྐད་ཡིག་ཆོས་ལུགས་སེར་སྐྱ་དར་ནག་ཞིག་གི་དབུལ་ཕྱུག། སྐྱེས་ཡུལ་སྤྱི་ཚོགས་ཀྱི་འབྱུང་ཁུངས་གོ་གནས་གནས་སྟངས་གཞན་དག་གང་ཅིའི་ཐོག་ནས་ཚང་མ་ལ་ཡང་དབྱེ་འབྱེད་ཡོད་མ་རེད་འཕྲིན་གྱི་མདུན་སར་ཚང་མ་འདྲ་མཉམ་རེད་བྱས་ཙང་འདི་ང་ཚོའི་གཞི་རྩའི་ཐོབ་ཐང་ཆགས་དོན་རེད། དེ་ནི་དོན་ཚན་བཅུ་བ་དེ་ཆོས་དད་རང་དབང། ཆོས་ལུགས་ཡོངས་རྫོགས་འཕྲིན་གྱི་མདུན་སར་འདྲ་མཉམ་རེད། ང་ཚོས་འགྲོ་བ་མི་སྦྱིན་པའི་ཆ་ནས་ཆོས་ལུགས་གང་འདྲ་ཞིག་ལ་ཡང་ཉམས་ལེན་བྱེད་ཡ་དང་དད་པ་བྱེད་ཡ་ཡིད་ཆེས་བྱེད་ཡ་སྲུང་སྐྱོབ་བྱེད་ཡ། ཨ་འདི་ལ་ཡང་དག་ཕལ་ཆེ་བ་ལ་སོགས་པ་བྱས་ཏེ་ཁྱོད་རང་གི་གཞི་རྩའི་ཐོབ་ཐང་ཆགས་སྡོད་རེད་ཕྱི་ཟླ་ཆུ་ལུག་གང་འདྲ་ཞིག་ལ་ཡང་སོ་སོ་ཆུ་དད་བྱེད་ན་འགྲིག་གོ་རེད་འདི་ཁྱོད་རང་གི་གཞི་རྩའི་ཐོབ་ཐང་རེད། དེ་ནས་དོན་ཚན་བཅུ་བཅུ་པ་འདི་སྤྱི་འཐུས་འོས་བསྡུ་དང་འོས་གཞི་ཐོབ་ཐང། ང་ཚོས་རང་ལོ་བཅོ་བརྒྱད་བཏགས་ཡ་སོན་ཚར་ནས། སོ་སོ་སྤྱི་འཐུས་དང་སྲིད་སྐྱོང་སུ་འདྲ་ཞིག་ལ་ཡང་འོས་བླུ་ཡ་འདི་ཁྱོད་རང་གི་གཞི་རྩའི་ཐོབ་ཐང་ཆགས་སྡོད་རེད་ད་ག་ན་ཤིང་གི་ཁྱོད་རང་འོས་མི་ལང་བྱས། བྱས་ཡ་དེ་ཁྱོད་རང་གི་གཞི་རྩའི་ཐོབ་ཐང་རེད། ཨ་ནས་དོན་ཚན་བཅུ་གཉིས་པ་འདི་གཞི་རྩའི་རང་དབང་དང་ཐོབ་ཐང་གཞན་ཁག། ད་དེ་ནས་ང་ཚོས་ཀྱི་དམིགས་བསལ་གྱི་གཞི་རྩའི་རང་དང་ཐོབ་ཐང་ཁ་ཤས་ཀྱི་མ་དམིགས་སྟོན་བྱས་ཡོད་རེད། དང་པོ་དེ་ཁ་ན་ན་ལུས་སྲོག་དང་འདོད་དབང་ཁེ་དབང་བཅས་ཀྱི་ཐོབ་ཐང། ལུས་སྲོག་ལ་ན་ཁ་ལོ་ཁྱོད་རང་ལུས་སྲོག་ཐོབ་ཐང་ལ་ན་ཁྱོད་རང་གསོན་པོ་བསྡད་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་རེད། ལ་ན་ཞིག་གི་འདོད་དབང་ལ་ན་ང་ཚོས་ཨིན་ཇི་ཀི་ན Liberty ལ་བོར། Liberty ལས་མཚོན་པ་ང་ཚོས་སོ་སོའི་གྱི་ཁེ་ཕན་སྲུང་སྐྱོབ་ཐོབ་ཐང་དེ་ཚོ་སོ་སོ་ངོས་ནས་སྲུང། ལོངས་སྤྱོད་ཆེ་ན་འགྲིག་གོ་རེད་ད་ཡིན་ནི་ལས་འདི་གི་རྐྱེན་པས་མི་གཞན་གྱི་མཁས་པའི་སྲུང་སྐྱོབ་ཐོབ་ཐང་ལ་ཡང་ཁྱོད་རང་གི་གནོད་འཚེ་བཏང་ཆོག་མ་རེད། འོ་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་བཅས་ཨ་ནི་ཁ་དབང་ལ་ན་ཁྱོད་རང་གི་རྒྱུ་ནོར་ད་ན་ཞིང་གི་ཁ་ཆེམས་དབང་ཐང་ལོངས་སྤྱོད་ག་འདྲ་བྱས་ནས་ལས་སོ་སོ་གི་བེད་སྤྱོད་བཏང་ཡ་དང་ཉར་ཚགས་བྱས་ཡ་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་ཡོད་རེད། དེ་ནི་གཉིས་བ་དེ་གཏམ་བརྗོད་གཏམ་བརྗོད་རང་དབང་ང་ཚོའི་དམངས་གཙོ་རྒྱལ་ཁབ་ཡིན་པའི་ཆ་ནས་སོ་སོ་གི་བསམ་ཚུལ་དང་གྲོས་གླེང་བྱེད་ཡ་མི་མཉམ་དུ་ཁེལ་བཤད་ཡ་ལ་སོགས་པ་ག་རེ་བརྗོད་གཞི་ག་འདྲ་ཐོག་བསྒྲུབ་རྒྱུ་ཡིན་ན་ལས་འདི་ཁྱོད་རང་གི་གཏམ་བརྗོད་རང་དབང་རེད་བྱས་ཙང་འདི་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་ཡིན་དུས་རྩམ་པ་འདྲེས་མ་བྱེད་ལ་ཡང་ཉོས་མ་རེད། དེ་ནས་གསུམ་པ་དེ་འདྲའོ། ང་ཚོའི་སོ་སོའི་གནས་ཡུལ་རྒྱལ་ཁབ་འདི་ནང་ལོར་ཡར་ས་ཆ་གཅིག་གཅིག་ག་བ་ལ་བགྲོད་ཡོད་ན་འདྲ་སླབ་གྲྭ་གཅིག་གཅིག་རྗེ་བོ་རྒྱལ་ཡོད་ན་འདྲ་ཕར་འགྲོ་ཚུར་འོང་བྱས་འདི་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་ཆགས་དུས་རེད། ཨ་ནི་བཞི་བ་དེ་གསར་ཤོག་དང་དུས་དེབ་རྩོམ་ཡིག་རིགས་པར་འགྲེམས་དང་ཁྱབ་འཕེལ། ད་ཁྱོད་རང་གསར་ཤོག་ཡིན་ན་འདྲ་དུས་དེབ་རྩོམ་རིག་ག་རེ་ག་བ་བྱས་ནས་འབྲི་ཡས་དང་ག་ན་ཞིག་གི་དཔར་འགྲེམས་བྱེད་ཡ་ཁྱབ་སྤེལ་བྱེད་ཡ་དེ་ཚང་མ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་རེད། དེ་ནི་གོ་མཚོན་མེད་པའི་ཞི་བའི་འདུས་འཛོམས། ད་ང་ཚོས་འདུས་འཛོམས་བྱེད་ན་འགྲིག་གོ་རེད་ད་འདུས་འཛོམས་དེ་ཞི་བའི་འདུས་འཛོམས་ཐོག་ནས་བྱེད་ཡ་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་རེད། བྱས་ཙང་གོ་མཚོན་རེ་ཁེལ་ནས་ཞི་བའི་འདུས་འཛོམས་དེ་བྱེད་ཆོག་མ་རེད། དེ་ནི་དྲུག་པ་དེ། ཁྲིམས་རྩོད་ཞུ་གཏུག་སྐབས་མཐུན་རྐྱེན་མེད་དུས་ལ་བླ་མས་ཁྲིམས་རྩོད་པ་དང་སྐྱེལ་རྒྱུ་རེད། ལྟ་དུས་ང་ཚོའི་ཁ་ལོ་ན་མི་ཁ་ཤས་སོ་སོའི་དཔེ་འཇོག་དང་འདྲེས་མ་འདང་བའི་གི་རྐྱེན་གྱིས་འདྲེས་འཕྲིན་འཚོལ་བ་བརླག་མ་ཐུབ་བའི་འདྲེས་ཀྱི་བྱུང་འོས་ན་འཕྲིན་འཚོལ་འཕྲིན་འཚོལ་བྱེད་པའི་སྐབས་སུ། དེ་དུས་ང་ཚོ་ཁྱོད་རང་གི་ས་གནས་འཕྲིན་ཆེ་ཁག་ལ་དག་ན་ཞིག་གི་གནས་ཡོད་གཞུང་འདི་ཚོ་ལ་ཡང་ཅིག་ང་ལ་འདྲེས་འཕྲིན་འཚོལ་བ་དགོས་འདུག་རོགས་པ་དགོས་འདུག་ལས་བྱེད་ལས་བལ་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་རེད། བདུན་པ་དེ་ཆོས་དང་རིག་གནས་དཔལ་འབྱོར་མཉམ་འདྲེས་སྤྱི་འཐུས་གཅིག་གི་ཚོགས་པ་ཁག་འཛུགས་པ་དང་ཚོགས་པ་ཞུགས་པ། ང་ཚོའི་གཞུང་འབྲེལ་མ་ཡིན་པའི་ཚོགས་པ། ཆོས་དང་རིག་གནས་དཔལ་འབྱོར་ག་རེ་འབྲེལ་བ་རྒྱུ་ཚོགས་པ་ཞིག་བཙུགས་པ་ཡིན་ནའི་ལས་དེ་ཁྱོད་རང་གི་བཙུགས་ཡས་དེ་གཞི་རྩའི་རང་དབང་དང་ཐོབ་ཐང་རེད་ཟེར་ཡང་ན་ཕྱིས་ཀྱི་ཚོགས་པ་དེ་ཚོ་ལ་མཉམ་ཞུགས་བྱེད་ཆེད་ལས་ཀ་བྱེད་ཡས་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་རེད་ཟེར། དེ་ནི་རྒྱལ་བ་དེས་རང་གི་ཤེས་ཚད་དང་འཚམས་པའི་བོད་མིའི་སྒྲིག་འཛུགས་ཀྱི་ལས་རིགས་གང་རུང་དུ་ཞུགས་རྒྱུ་གོ་གི་འདུག་སྙམ། སོ་སོའི་ཤེས་ཚད་དང་འཚམས་པའི་ང་ཚོའི་བོད་མིའི་གི་སྒྲིག་འཛུགས་ལས་ཁུངས་ག་བ་ཅིག་ནས་ལས་ཀ་བྱེད་ཡས་ད་དེ་ཚོ་དེ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་ཆགས་སྡོད་རེད། དེ་ནི་གོ་བ་དེ། དམིགས་ཡུལ་རྒྱལ་ཁབ་སོ་སོའི་ཁྲིམས་དང་མཐུན་པའི་ལས་རིགས་དང་ཚོང་འཁོས་ས་ཁང་ཉོ་ཚོང་ལས་དོན་གཞན་དག་གང་རུང་བྱེད་པ། གནས་ཡུལ་རྒྱལ་ཁབ་ཀྱི་ཡུལ་གྲུ་དང་མཐུན་པའི་ཐོག་ནས་ཁྱོད་རང་གིས་མུན་པ་འདི་ལ་ཡ། དེ་ནི་ཚོང་ལས་བྱེད་ཡ་དང་གསང་སྔགས་ཉོ་ཚོང་བྱེད་ཡ་དེ་ཚོ་ཁྱོད་རང་གི་གཞི་རྩའི་རང་དབང་དང་ཐོབ་ཐང་རེད། དེ་ནི་སྤྱི་བོ་དེ་ཕྲུ་གུ་རང་ལོ་བཅུ་ཆའི་ཧྲིལ་པོ་ལོན་པ་མན་ཆད། ངེད་ཚོས་ཀྱི་ལས་ཀ་ཁུར་རྒྱུ་མ་རེད། དེ་སྤུ་གུ་རང་ལོ་བཅུ་ཆའི་མན་ཆད་དེ་ཚོ་ལ་མི་སེར་གྱི་གཞི་རྩའི་རང་དབང་དང་ཐོབ་ཐང་སྤྲད་རྒྱུ་རེད། ཁོ་ཚོ་ལོ་བཅུ་ཆའི་མ་ཟིན་པོ་དུ་ནི་གཞི་རྩའི་གི་ལས་ཀ། འདི་ཁ་ལོ་རེད་ངེད་ཚོའི་གི་ལས་ཀ་བསྐོས་ཆོག་གི་མ་རེད། དེ་ཙང་རང་གི་ཕུ་གུ་ཡིན་ན་འདྲ་གཞན་གི་ཕུ་གུ་ཡིན་ན་འདྲ་ཁོང་ཚོ་ལ་ལོ་ངོ་བཅུ་བཞི་མ་སོན་བུ་འདུག་ངེད་ཚོའི་གི་ལས་ཀ་བསྐོས་ཆོག་གི་མ་རེད། དེ་ནས་དོན་ཚན་བཅུ་གསུམ་པ། ཡུལ་མི་ལས་འགན་ད་གོང་དུ་ང་ཚོའི་གཞི་རྩའི་ཐོབ་ཐང་དང་གཞི་རྩའི་རང་དབང་མང་པོ་གཅིག་སྤྲད་ཚར་རེད་ད་ང་ཚོའི་གཞི་རྩའི་ལས་འགན་ཡོད་རེད། དེ་ཙང་གཞི་རྩའི་ཐོབ་ཐང་དང་གཞི་རྩའི་ལས་འགན་གཉིས་ག་དུས་ནས་མཉམ་དུ་འགྲོ་བསྡད་ཆགས་ཐོག་རེད། དེ་ཙང་གཞི་རྩའི་ལས་འགན་དང་པོ་དེ་ཁ་ལོ་ན་བོད་མིའི་སྒྲིག་འཛུགས་ལ་ཡིད་ཆེས་བློས་གཏད་བྱེད་དགོས་རེད། ང་ཚོའི་བོད་མིའི་སྒྲིག་འཛུགས་འདི་མི་མང་གི་གཞུང་རེད། དེ་ལ་ཡང་ང་ཚོས་ཡིད་ཆེས་བློས་གཏད་བྱེད་དགོས་འོས་རེད། འདི་ང་ཚོའི་གཞི་རྩའི་ལས་འགན་དེ་བཅས། གཉིས་བ་འདི། བཅའ་ཁྲིམས་དང་ཁྲིམས་ལུགས་ཁ་ལ་གཉིས་ནི་བརྩི་བཀུར་དང་ཉམས་ལེན། ང་ཚོས་བོད་མིའི་གི་བཅའ་ཁྲིམས་རིན་པོ་ཆེ་དང་དག་སྣང་ཞིག་གི་ཨ་ནི་ཁྲིམས་ལུགས་ཁ་ལ་གཉིས་ནི་བརྩི་བཀུར་དང་དེ་ཚོ་ལ་ཉམས་ལེན་བྱེད་འོས་རེད། འདི་ང་ཚོའི་གཞི་རྩའི་ལས་འགན་ཆགས་འདོད་རེད། དེ་ནས་གསུམ་པ་འདི། བོད་དོན་བདེན་མཐའ་གསལ་ཐབས་ལ་འབད་བརྩོན་བྱ་རྒྱུ། ང་ཚོས་བོད་མིའི་མི་རེ་ངོ་རེ་ནས་བོད་དོན་བདེན་མཐའ་གསལ་ཐབས་ལ་ལས་ཀ་བྱེད་དེ་ང་ཚོའི་གཞི་རྩའི་ལས་འགན་ཆགས་འདོད་རེད། དེ་ནས་བཞི་པ་འདི་ཁྲིམས་ལུགས་བརྟན་པོའི་གཞི་ལ་ཆ་འཕྲིན་འབུལ་རྒྱུ། ང་ཚོས་ལོ་རེ་ལོ་རེར་བཅར་འདྲི་འབུལ་དགོས་ཡ་ཆེ་བས་འདི་ང་ཚོའི་གཞི་རྩའི་ལས་འགན་ཆགས་སྡོད་རེད། དེ་ནི་སྔ་བ་དེ་བོད་མིའི་སྒྲིག་འཛུགས་དང་མང་ཚོགས་ལ་བཟའ་ཟླ་སྐྱེ་ངན་བྱུག་པའི་ཁྲིམས་དོན་ནས་བསྐུར་བའི་ལས་འགན་ཁག་བསྒྲུབ་རྒྱུ། ཚན་རྩལ་ང་ཚོ་བོད་གཞུང་ཡིན་ན་རེད་མང་ཚོགས་ལ་འདྲེ་སྐྱེ་ངན་བྱུག་དུས་སྐབས་སུ་ཁྲིམས་དོན་ནས་བསྐུར་བའི་བཀག་རྒྱ་གང་རིགས་གནས་ལ་དེ་ལ་བརྩི་བཀུར་དང་སྒྲུབ་པའི་འདི་ང་ཚོའི་གཞི་རྩའི་ལས་འགན་ཆགས་སྡོད་རེད། དེ་ནི་དོན་ཚན་ཆེ་ཤོས་པ་དེ་གཞི་རྩའི་ཐོབ་ཐང་དང། ལས་འགན། ལག་ལེན་དོན་འཁེལ། ད་ང་ཚོའི་སྒང་ལ་གཞི་རྩའི་ཐོབ་ཐང་གཞི་རྩའི་རང་དབང། གཞི་རྩའི་ལས་འགན་ལ་སོགས་པ་མང་པོ་ཅིག་ཡོད་རེད་ད་གལ་སྲིད་དེ་ཚོ་ལ། གནོད་འཚེ་བཏང་བ་དང། མིང་དོ་པོ་བྱུང་བ་ལ་སོགས་བྱུང་བས་ན་ཁྱོད་རང་གི་ས་གནས་ཁྲི་ཆེན་ཁག་དང་ཆེ་མཐོ་ཁྲི་ཆེན་ཁག་ལ་ཡང་ཞུ་གཏུག་བྱེད་ཀྱི་འདུག་ཐོབ་ཐང་ཡང་རེད། དེ་ལྟར་དེ་འདྲའི་ཞུ་གཏུག་བྱས་ནས་ཆེ་མཐོ་ཁྲི་ཆེན་ཁག་དང་ས་གནས་ཁྲི་ཆེན་ཁག་གི་དེ་འདྲའི་གང་ཟག་དེ་གི་གཞི་རྩའི་རང་དབང་དང་ཐོབ་ཐང་ལ་རྡོ་ཧྲུལ་ཕོག་ས་མི་དེ་ལ་ཡང་སྲུང་སྐྱོབ་དང་ཨིན་གཞན་ཡིན་དེ་ལ་བཀག་སྡོམ་བྱེད་ཡ་གི་དེ་འདྲའི་གི་ལས་འགན་དེ་ཆེ་མཐོ་ཁྲི་ཆེན་ཁག་དང་ས་གནས་ཁྲི་ཆེན་ཁག་ལ་ཡོད་རེད། ཨིན་མཐའ་མ་དེ་ལ་ང་ཚོས། གཞི་རྩའི་ཐོབ་ཐང་དང་གཞི་རྩའི་རང་དབང་གཞི་རྩའི་ལས་འགན་དེ་ཚོ་ལ་ཡང་ཚད་བཀག་ཡོད་རེད། རེད་བ། ང་ཚོས་མི་ཞིག་གི་ཁེ་ཕན་སྲུང་སྐྱོང་ཐོབ་ཐང་རེད་ད་ནང་ཞིག་སྤྱི་མང་ཚོགས་ཀྱི་ཁེ་ཕན་ཐོབ་ཐང་སྲུང་སྐྱོང་ལ་ཡང་འདི་གནོད་བའི་ལས་ཀ་བྱེད་འོས་མ་རེད་དེ་ངའི་གཞི་རྩའི་ཐོབ་ཐང་ཡིན་ལ་ནི་སྐད་ཆ་གང་བྱུང་མ་བྱུང་སྨྲ་བརྗོད་རང་དབང་ཡིན་ལ་ནི་གང་བྱུང་མ་བྱུང་ཅེས་བཤད་ཚེ་མི་མང་ཚོགས་ལ་འདི་གནོད་སྐྱལ་དེ་ཚོ་དེ།